དབྱིན་ཇི་ཨང་གྲངས་བྱས་ན་ཤོག་གྲངས་བརྒྱ་དང་བརྒྱད་ཅུ་གྱ་ལྔ་ཆེད་ཚིག་བྱས་པ་ཡིན་ན། ཇི་ལྟར་རྒྱུ་མ་ལྡན་མིན་ཡང་ལྟ་བྱ་དེ་བཞིན་ལྟ་བྱེད་ཡིན། འོ་དེ་ཡིན་བྱས་ཚར་རེད། ད་ད་རིང་དེ་ནི་མ་བྱས། ད་དེ་ལ་ས་བཅད་ཅིག་ཡོང་གི་འདུག་བ། ད་ས་བཅད་དེ་ག་རེ་རེད་ཟེར་ན། ས་བཅད་ཤོག་གྲངས་བཅུ་དྲུག་ནང་ལ་དེ་ཡོད་རེད། འོག་ནས་ཡར་བརྩིས་པའི་ཐིག་ཕྲེང། བདུན་པ། བཞི་པ། རྟགས་ཡོད་རྣམས། དངོས་པོ་འདི་འགྲུབ་ཀྱི་རྟེན་ཅན་དུ་འདོད་པ་དགག་པ། དེ་རེད་ད། རེ་བ། རྟགས་ཡོད་རྣམས་དངོས་པོ་འདི་འགྲུབ་ཀྱི་རྟེན་ཅན་དུ་འདོད་པ་དགག་པ། ཐ་སྙད་ལ་ངེས་ཀྱི་ས་བཅད་ཐོག་ནས། སེམས་ག་ས་དབུ་མ་མཐའ་འགྱུར་བའི་ཨ་ནི། དཔའ་བོའི་འདོད་ཚུལ་དང་ཨ་ནི་ཅིག་མཛད་ཡོད་ག་འདྲེ་བཞག་གི་ཡིན་ནེ། ཨ་ནི་གྲུ་ད་མན་རྗེ་སེན་ཙམ་པ་ཚོགས་ཀྱི་ག་འདྲེ་བཞེས་ཀྱི་ཡོད་པ། དེ་གཉིས་པོ་རུ་ལ་ཡ་ཨ་ནི་ཁྱད་པར་ག་འདྲེ་ཡོད་པ། ཁྱད་པར་འདི་འདྲེ་ཡོད་པ་ཡིན་ཙང་ད་ད་ད་ཨ་ནི་ཅིག་ག་ཚོགས་རེད། དབུ་མ་དང་སེན་ཙམ་པའི་པོ་རུ་ལ་རྩོད་པ་ཅིག་ཡོང་གི་ཡོད་པ་པོ་འདི་བཞུགས་གི་འདའ། ད་གེ་ལ་ཡ་ད་དང་པོ་འདུག་ཟིན་པ་རེད། སེམས་ཙམ་པ་རྒན་ཚོགས་ཀྱིས་ད་ཨ་ལས་སེམས་ཙམ་པ་ད་དང་པོ་གཙོ་བོ་སེམས་ཙམ་པ་ཞུ་གི་ཡོད་རེད་པས། གང་ལྟར་ཨ་ནས་ཆོས་ཐམས་ཅད་རང་ངོ་ནས་ཡོད་པར་འདོད་པ་དང། ལྷག་པར་དུ་ཆོས་ཐམས་ཅད་བདེན་པར་ཡོད་པ་ཅིག་འདོད་མཁན་ཅིག་ཡིན་པ་ཡིན་ན། ད་དེ་ལུགས་གཞི་བཞག་བྱེད་ཡོང་དུས། ཨ་ནི་ཤེས་བྱའི་ཤེས་བྱ་གི་རིགས་ཀྱི་ནང་ལ་ཆ་གཉིས་ཕྱེ་ནས། བཏགས་ཡོད་ཀྱི་ཤེས་བྱ་གཅིག་དང། རྫས་ཡོད་ཀྱི་ཤེས་བྱ་ཟེར་ནས་གཉིས་ཕྱེ་རུ་ཡོང་རེད། དཔེ་མཚོན་སྒང་ནས་ཞུས་པ་ཡིན་པ་ཡིན་ན་དཔེར་ན་གང་ཟག་བཏགས་ཡོད། ཕུང་པོ་རྫས་ཡོད་ཟེར་བ་ཡིན། ཁྱེད་རང་གང་ཟག་བཟོས་དུས་སྐྱེས་བུ་གང་ཟག་བཟོས་དུས། ཕུང་པོ་ལྔ་པོ་གང་རུང་ལ་བརྟེན་ནས་བཏགས་པའི་སྐྱེས་བུ། གང་ཟག་གི་མཚན་ཉིད། བྱས་ཙང་ང་ཕུང་པོ་ལྔ་པོ་གང་རུང་ལ་བརྟེན་ནས་བཏགས་པའི་སྐྱེས་བུ་ལ་ཡིན་ཙང། གང་ཟག་དེ། ཕུང་པོ་ལ་བརྟེན་ནས་བཏགས་བཞག་པའི་ཡོད་པ་ཞིག་རེད་ཤག་སི་གོ། དེ་འདྲ་ཡིན་པ་ཡིན་ཙང་གང་ཟག་དེ་བཏགས་ཡོད་ཡིན། འོ་ན། གང་ཟག་གི་བཏགས་ཡོད་ཡིན་ན། ཕུང་པོ་ལྔ་ཡོད་རེད་བ། གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཡོད་རེད་དེ་འདྲའི་ཀྱི་ཕུང་པོ་དེ་ཚོ་ག་རེད་ཟེར་ན་རྫས་ཡོད་རེད་ཟེར་རོ། བཏགས་ཡོད་གང་ཟག་དེ་ཉིད། གང་ལ་བརྟེན་ནས་ཨ་ནི་བཏགས་ཀྱི་ཡོད་པའི་རྫས་ཡོད་དེ་ལ་ཨ་ནི་བཞག་ཡོད་གོ་རེ་དེ་འདྲ་ཡིན་ཙང་རྫས་ཡོད་ཕུང་པོ་རྫས་ཡོད་གང་ཟག་བཏགས་ཡོད་ཕུང་པོ་རྫས་ཡོད་དེ་དཔེ་མཚོན་རེད་བ། དེ་ནང་བཞིན་བྱས་ནས། ཤེས་བྱ་ཐམས་ཤེས་བྱ་གི་ཤེས་བྱ་གི་རིགས་ལ། བལྟ་འོས་ཀྱི་ཆ་གཅིག། ཨ་ནི་མཛད་ཡུལ་གྱི་ཆ་གཅིག་བྱས་ནས་ཨོ་ད་གཉིས་གསུངས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། བདེན་པ་རང་ངོ་ནས་གྲུབ་པ་ཁས་ལེན་མཁན། ལྷག་པར་དུ་བདེན་པར་གྲུབ་པ་ཁས་ལེན་མཁན་ཆོས་ཐམས་ཅད་བདེ་གྲུབ་ཏུ་ཁས་ལེན། ཡང་ན་ཆོས་ཐམས་ཅད་རང་ངོ་ནས་གྲུབ་པ་ཁས་ལེན། རང་བཞིན་གྱིས་ཡོད་པ།

རང་ངོ་རུ་སྤྲོད་པ་ཁས་ལེན་མཁན་ཚང་མའི་དགེ། ཨ་ནི་བསམ་བློའི་ནང་ལ་ཆོས་དེ་དང་དེ། གཞན་ལ་བསྟོད་པ་མེད་པའི་དོད་ད་གཞན་ལ་ཟེར་གི་རེད་བས་ད་གཞན་ད་ག་ཟ་ག་མ་ཡིན་པ། བློ་རྟོག་པས། ཕ་བློ་རྟོག་པས་ཀྱིས་བཏགས་པ་ཙམ་མ་ཡིན་པས། ཨ་ནི་ཡུལ་རང་གི་ངོས་ནས་ཡོད་བྱས་ནས་ཁས་ལེན་མཁན་དགེ། རང་རྒྱུད་པ་མན་ཆད་བདེ་སྐྱིད་ཀྱི་ཚང་མའི་དགེ། ཨ་ནི་རང་ངོ་རུ་འཁྲུལ་བ་དེ་གཞི་ལ་བཞག་ནས། རང་ངོ་ནས་ཡོད་པ་ཅིག་ད་གཞི་རྩ་ལ་ཡང་བཞག་ཡོང་གི་འདུག་བ། རང་ངོ་ནས་ཡོད་པ་དེ་གཞི་རྩ་ལ་བཞག་ནས་རང་ངོ་ནས་ཡོད་པ་འདི་ལ་བསྒྱུར་བཅོས་རྒྱུན་ནས་མ་བཏང་བ་བྱས། དེ་གཞི་རིམ་བཞག་པའི་ཐོག་ནས་དེའི་སྒང་ལ་ཨ་ནི་གཞི་ནས་དཔའ་ཡོད་དང་མཛེས་ཡོད་ཟེར་ནས་ཨ་ནི་གཉིས་བཞག་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་དཔའ་ཡོད་ཀྱི་རིགས་དེ་ཚོ་བྲལ་ཏེ་ག་འདྲ་ཅིག་སྒང་ནས་གཟིགས་པ་རེད་ལ་ན་རང་ཉིད་ངོས་བཟུང་བ་ལ། ཆོས་གཞན་ལ་ལྟོས་ཕོད་པ་ཀྱི་ཆོས་དེ་ཨ་རི་དག་ཡོད། རང་ངོས་སོང་བ་ལ་རང་ཟེར་བའི་ཆོས་གཞན་ལ་གོ་འགྲོ་བ་རེད། ཡང་ན་ཁྱོད་ཡང་ན་རང་རང་ཉིད་ངོས་སོང་བ་ལ་དཔེར་ན་ཆོས་གཞན་གང་དང་གང་རང་ཉིད་ངོས་སོང་བ་ལ་ཆོས་གཞན་ལ་ལྟོས་ཕོད་པའི་ཤེས་བྱ་དེ་ལ

ཅེས་བརྩམས་པ། རང་རྒྱུད་པ་མན་ཆོད་ཀྱི་བཏགས་ཡོད་དང་མཛད་ཡོད་ག་འདྲི་ཅིག་བཤད་པ་ཡིན་ན་ཡང། རང་ངོ་ནས། གྲུབ་པ་ཅིག་བློ་ལ་སྣང་སྣ་བ་སྣང་བཞིན། ཡོད་བདེ་བ་ཅིག་དོན་ལ་ཡོད་བདེ་བ་ཅིག་གཞི་ལ་བཞག་པའི་ཐོག་ནས་ད་དོན་དག་མདོར་བསྡུ་ན། རང་ངོ་ནས་ཡོད་པ་གཞི་བཞག་ཅིག་གི་ཐོག་ནས་ཨ་ནི་བཏགས་ཡོད་དང་མཛད་ཡོད་ཟེར། དེ་འདྲའི་རིམ་པ་གཉིས་འཆད་པ་རེད། དེ་སོང་ཨང། དེའི་བར་དུ། རང་རྒྱུད་པ་མན་ཆད་ཀྱི་བཏགས་ཡོད་རྫས་ཡོད་གོ་དོན་སྙིང་པོ་དེ་དེ་འཆད་ད་སེམས་ཙམ་པས་ད་ག་རང་ཁེགས་པ་མ་འཆད། ད་དབུ་མ་ཐང་རྒྱུད་པས་ཀྱི་བལྟས་བ་ཡིན་ན་གར་ཆག་རེད་ལ་ན། རང་རྒྱུད་པ་ཀྱི། རང་ངོ་ནས་གྲུབ་པ་གཞིར་བཞག་པའི་ཐོག་ནས་བཏགས་ཡོད་རྫས་ཡོད་གཉིས་འཆད་ཀྱི་ཡོད་རེད་བ། ཐེང་རྒྱུད་པའི་ངོས་ནས་བལྟས་ན། རང་ངོས་ནས་གྲུབ་པ་གཞིར་བཞག་ཚར་དུས་ནས་རྫས་ཡོད་གཞིར་བཞག་ཚར་རེད་ད། དེ་འདྲ་ཡིན་པ་ཡིན་ཙང་རང་རྒྱུད་པ་མན་ཆད་ཀྱི་བཏགས་ཡོད་རྫས་ཡོད་ག་རེ་བཤད་ན་ཡང་ཐང་རྒྱུད་པ་བལྟས་ན་ཚང་མ་རྫས་ཡོད་ཆགས་འགྲོ་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ཐང་རྒྱུད་པའི་ལུགས་ལ། རྫས་ཡོད་ཟེར་དུས་རང་ངོས་ནས་ཡོད་པ་ལ་ཟེར་གི་ཡོད་རེད། བདེན་པར་ཡོད་པ་རང་ངོས་ནས་ཡོད་པ་ལ་རྫས་ཡོད་ཆགས་འགྲོ་གི་ཡོད་རེད། བློ་རྟོག་པས་ཀྱི་བཏགས་པ་ཙམ་གྱི་ཆོས་དེ་ལ་བཏགས་ཡོད་ཆགས་འགྲོ་གི་ཡོད་རེད། དེ་འདྲ་ཡིན་ཙང། མཐའ་འགྱུར་བའི་ལུགས་ལ་ཤེས་བྱ་ཐམས་ཅད་བློ་རྟོག་པས་བཏགས་པ་ཙམ་ཡིན་པ་ཡིན་ཙང་ཤེས་བྱ་ཐམས་ཅད་བཏགས་ཡོད་ཡིན། རྫས་ཡོད་ཅི་གང་མེད་ཟེར་བ་ཧང་སོང་ཨ། དེ་འདྲ་ཡིན་པ་ཡིན་དུས་གང་ཟག་བཏགས་ཡོད་ཕུང་པོ་རྫས་ཡོད་ཟེར་ཡོད་གོ་ར་མ་རེད། གང་ཟག་ཡང་བཏགས་ཡོད་རེད། ཕུང་པོ་ཡང་བཏགས་ཡོད་རེད། གང་ཟག་བཏགས་ཡོད་དང་ཕུང་པོ་བཏགས་ཡོད་ཀྱི་དབྱེ་བ་ཕུང་པོ་རྫས་ཡོད་ཀྱི་དབྱེ་བ་དེ་ཡོད་མ་རེད་ཧང་སོང་ཨ། དེ་འདྲ་ཡིན་ཙང། མཐའ་འགྱུར་བའི་ལུགས་ལ་རྫས་ཡོད་ཟེར་དུས་ཙམ་པ། རང་ངོས་ནས་གྲུབ་པ་གཅིག་ལ་རྫས་ཡོད་ཟེར་ནས་གོ་སྟེ། དེ་འདྲ་ཡིན་པ་ཡིན་ཙང་ཐལ་འགྱུར་བའི་ལུགས་ལ། རང་ངོས་ནས་གྲུབ་པ་རྫས་སུ་ཡོད་པ་རྫས་སུ་གྲུབ་པ་ཨ་ནི་གཅིག་གི་རང་དབང་གི་ཡོད་པ་རང་བཞིན་གྱི་ཡོད་པ་བདེན་པར་ཡོད་པ་ཚང་མ་སྟོང་པ་ཉིད་ཀྱི་དགག་བྱ། ཆ་ཚང་ཨ་ནི་ཨ་ནི་དག་གསུངས་པའི་མེ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་ཙང་རྫས་སུ་ཡོད་པ་ཟེར་ཡ་དང་རྫས་སུ་གྲུབ་པ་ཟེར་ཡ་ཡི་རིགས་འདི་ཚོ་བྲིས་ཏེ་ཐལ་འགྱུར་བའི་ལུགས་ལ་མེད་པ་བྱས།

དེའི་ཤེས་པའི་ཐོག་ནས་ད་གཞི་ནས་ས་བཅད་གང་ལ་སླེབས་སོང། བཞི་པ་ལྟ་འོས་རྣམས་དངོས་པོ་བདུན་དྲུག་གི་རྟེན་ཅན་དུ་འདོད་པ་འགགས་པ་ཟེར་བས། འགག་མཁན་དེ་ད་འགྱུར་བ་ཆད། འདོད་མཁན་དེ་སུ་རེད་ཟེར་ན་རང་རྒྱུད་པ་མན་ཆད་ད་ཨ་མདོ་སྐབས་སུ་བབས་པ་སེམས་ཙམ་པ་རེད་ཅེས་དང་སེམས་ཙམ་པའི་གེགས་སྟག་ཡོལ་ཟེར་ངེས་ཅིག་ཡིན་ཚར་ན། དེ་འབྲེལ་གྱི་སྟག་ཡོལ་གྱི་བཏགས་ས་གི་གཞི་དེ་ལ་མཛེ་ཡོལ་གྱི་ཆོས་རེ་རེ་རེ་རེ་ཡོད་དགོས་རེད། དེ་འདྲ་ཡིན་པ་ཡིན་ཙང་བདེན་པར་སྒྲུབ་པ་ཡིན་མཁན་གྱི་ཆོས་གཅིག་ཨ་ནི་ཡོད་དགོས་རེད། མཛེ་ཡོལ་མེད་ན་སྟག་ཡོལ་ཡོད་མ་རེད། དེ་འདྲ་ཡིན་ན་མཛེ་ཡོལ་ཡོད་རེད་ལ། དབུ་མ་ཐང་རྒྱུད་བོད་ཀྱི་མཛེ་ཡོལ་མེད་ན་སྟག་ཡོལ་ཡོད་མ་རེད་ལ་ཡ་ཡོད་མ་རེད་མཛེ་ཡོལ་ཁོ་རང་ཡོད་མ་རེད། ཤེས་བྱ་ཐམས་ཅད་སྟག་ཡོལ་རེད། ཁྱེད་རང་གི་བཤད་བྱའི་ནང་ལ་རྫས་ཡོད་དང་བཏགས་ཡོད་གཉིས་དབྱེ་བ་ཕྱེ་དེ་འགྲིག་གི་མ་རེད། ཁྱེད་རང་གིས་བཏགས་ཡོད་ཀྱི་རིགས་ཚང་མ་རྫས་ཡོད་གཅིག་ལ་བརྟེན་གྱི་རེད་ཟེར་ནས་འགྲིག་གི་མ་རེད། རྫས་ཡོད་ལ་བརྟེན་ན་ཨ་ནི་རང་ངོ་ནས་གྲུབ་པ་ལ་བརྟེན་པ་ཆགས་དགོས་ཡོད་རེད། བདེན་གྲུབ་ལ་བརྟེན་པ་ཆགས་དགོས་རེད། བདེན་གྲུབ་ལ་བརྟེན་ཚར་ན་རང་དབང་གི་ཡོད་དགོས་རེད། རང་དབང་གི་ཡོད་ན་གཞན་ལ་མ་ལྟོས་དགོས་ཀྱི་རེད། དེ་འདྲ་ཡིན་པ་ཡིན་ཙང་རྩ་བ་གཉིས་ནི་འགྲིག་གི་མ་རེད། ད་འདི་ལྟ་བུ། ད་ས་སྐྱེས་ལ་གོ་བ་གཅིག་རྙེད་སོང་བས། བཞི་པ། ལྟ་འོས་རྣམས་དངོས་པོ་བདུན་ཅུ་ཀྱི་རྟེན་ཅན་དུ་འདོད་པར་གདགས་པ་སོགས་ཐ་དད་རིགས། དོན་དག་མདོར་བསྡུ་ན་ལྟ་འོས་དངོས་མ་རྒྱན་དམ་པའི་དེ་འདྲའི་བཞི་པོ་གསུངས་ཀྱི་ཡོད་དབུ་མ་ཁྲི་འདི་གང་དག་ཅིག་སེམས་ཙམ་པ་སོགས་དེ་ཅིག་གང་དག་རང་རྒྱུད་པ་སོགས་མན་ཆད་ཀྱི་ལྟ་འོས་གང་འདྲས་ཅིག་བཞག་པ་ཡིན་ན་ཡང་དཔེར་ན་དུ་མ་ཅན་ནང་ཁ་ཟས་ཀྱིས་མཚོན་པའི་བཏགས་པའི་རིགས་ཚང་མ་ལྟ་འོས་བཞག་གི་ཡོད་རེད་པ། ཨ་ནི་དངོས་པོའི་ནང་ལ་བདེན་མིན་འདུས་བྱས་ཀྱི་རིགས་དེ་ཚོ་བཏགས་ཡོད་བཞག་གི་ཡོད་རེད་བ་ད་ཁྱབ་པ་དེ་ཡོད་རྒྱུ་མ་རེད་དེ་ཡིན་ན་ཡང་དེ་འདྲ་ཡིན་པ་ཡིན་ཙང། རང་རྒྱུད་པ་མན་ཆད་ཚོ་གི་བསམ་བློ་ལ། བཏགས་ཡོད་ཅིག་ཡིན་ཚ་ན་ཁོ་བཏགས། བཏགས་ཡོད་ཅིག་ཡིན་ཚ་ན་དེ་འབྲེལ་གྱི་བརྟེན་ས་གི་གཞི་དེ་ལ་ངེས་པར་དུ་རྫས་ཡོད་ཅིག་ཨ་ནི་ཡོད་དགོས་ཀྱི་རེད། བཏགས་གཞི་དེ་བཏགས་ཡོད་ཡིན་ན་བཏགས་ཡོད་ཀྱི་བརྟེན་སའི་གི་གཞི་དེ་ལ་ཨ་ནི་རྫས་ཡོད་ཅིག་དགོས་རེད་འདི་བསམ་བློ་ཤུགས་ཆེན་པོ་ཡོད་རེད། དབུ་མ་ཐང་འདུལ་བའི་གི་ལུགས་ལ་ཤེས་བྱ་ཐམས་ཅད་བཏགས་ཡོད་ཡིན་ཙང་འདི་བསམ་བློ་དུ་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང་ཁོ་རང་ཉིད་ཕན་ཚུན་རྩོད་པ་ཞེ་དྲག་ཡོང་གི་ཡོད་རེད། བྱས་ཙང་ད་འདི་མ་གསུངས་ཡོང་དུས་ད་གཞི་ནས་ད་འདི་ནས་མ། སྤྱོད་འཇུག་གི་རྩ་བ་དེ་རེད། ད་སྟེ་འཁོར་བ་དངོས་བསྟན་ཅན་དེ་ནི་གཞན་དུ་ཁ་ཆག་ཏུ་འགྱུར། དངོས་མེད་དངོས་ལ་བརྟེན་པས་ན་བྱས་དང་བདེན་པ་ཇི་ལྟར་འགྱུར། ཁྱོད་ཀྱི་སེམས་ནི་གྲོགས་མེད་པར་གཅིག་པུ་ཉིད་དུ་འགྱུར་བ་ཡིན། གང་ཚེ་སེམས་ནི་གཟུངས་བྲལ་བ་དེ་ཚེ་ཐམས་ཅད་དེ་བཞིན་གཤེགས། དེ་ལྟ་ན་ཡང་སེམས་ཙམ་དུ་བརྟགས་ལ་ཡོན་ཏན་ཅི་ཞིག་ཡོད་ཟེར་དེ་བར་དུ་རེད་ཨ་རེད་དེ་བར་དུ་བརྟགས་སྐྱོན་ཨ། ད་དེ་བར་དུ་ཨ། དེ་བར་དུ་ཨ་ནི། ཤོ་ལོ་ཀ་གཉིས་འདུ་བ་ཨེ་དེ་འདྲ་ཅིག་ཡོད། ད་དེ་ནས་ཨ། དང་པོ་ཚིག་རྐང་གཉིས་དེ་སེམས་ཙམ་པའི་གི་འདོད་པ་རེད། དར་སྟེགས་འཁོར་བ་དངོས་བསྟན་ཅན། དེ་ནས་གཞན་དུ་མཁའ་འདྲར་བསྒྱུར། སའི་བདེ་དགེ་སེམས་ཙམ་པའི་དགེ། ཨ་ནི་དབུ་མ་པ་ལ་གསུམ་གྱི་ཡོད་རེད། ཧང་སང་ཨ། ད་སེམས་ཙམ་པའི་དགེ་དབུ་མ་ཐམས་ཀྱི་པ་ལ་ག་རེ། གསུང་གི་ཡོད་རེད་ག་རེ་ཞུ་གི་ཡོད་རེད་ཟེར་ན། གལ་ཏེ། ད་སེམས་ཙམ་པའི་གཟིགས་སྐོར་དང་སེམས་ཙམ་པའི་ན་སེམས་ཙམ་པ་ན་རེ། གལ་ཏེ། འཁོར་བ། དངོས་བསྟན་ཅན། དེའི་དངོས་པོ་ལ་ཡ་སྟེ་བདེན་པར་གྲུབ་པ། རྫས་ཡོད། དངོས་པོ་ལ་སེམས་ཡོད་བདེན་པར་གྲུབ་པ་ལ་སེམས་ཡོད། དངོས་བསྟན་ཅན་ཡང་ཟོས་ཏེ་བདེན་པར་གྲུབ་པའི་རྟེན་ཅན། བྱས་ཙང་ཀ། ཙི་ཙ་ན་ཏཱ་ག་རི་ས་གོ་ཟེར་ན། ཐང་རྒྱུད་པའི་ལུགས་ཤེས་ཙམ་བྱས་ན་འཁོར་བ་ཟེར་དེ་རྟགས་ཡོད་རེད་བ། རེད་བ་རྟགས་ཡོད་རེད། རང་རྒྱུད་པའི་ལུགས་རང་རྒྱུད་པ་མན་ཇའི་ངོས་ནས་བཤད་པ་ཡིན་ན་ཡང་འཁོར་བ་དཔགས་ལ་བ་ཡིན་ན། དང་ས་སྤྱི་ལ་གོ་བ་ཡིན་ཙང་དང་ས་བལྟ་ཡོད་ཡིན་ཙང་འཁོར་བ་པ་བལྟ་ཡོད་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ད། སེམས་ཙམ་པ་ཚོ་གི་བསམ་བློའི་ནང་ལ་ག་རེ་ཡོད་ལབ་ན་འཁོར་བ་པ་ཟས་ཀྱི་ཨ་ནི་འཁོར་བ་ཟས་ཀྱི་སྐྱེས་བུ་དེ་ཨ་ནི་བལྟ་ཡོད་རེད། ཁོ་བལྟ་ཡོད་ཡིན་པ་ཡིན་ཙང་ཁོ་བརྟག་ས་ཀྱི་གཞི་དེ་ལ་ཨ་ནི་མཛེས་ཡོད་བདེན་པར་གྲུབ་པ་ཅིག་ངེས་པར་དུ་གོ་བ་རེད། ལྟ་འོས་ཡིན་ཕྱིན་ཆད་ལྟ་འོས་ཡིན་ཡིན་པའི་ཞུ་སྒོ་དེ་ངེས་པར་དུ་མཛད་ཡོད་ཞིག་ལ་བརྟེན་དགོས་རེད་དཱ། ཞེས་བསམ་བློ་དེ་ཡོད་རེད། ལྟ་འོས་ཡིན་ཚར་བའི་ཞུ་སྒོ་དེ་ལ་བརྟེན་ས་ཞིག་བརྟེན་ས་དེ་ལ་བདེན་པར་གྲུབ་པའི་ཨ་ནི་མཛད་ཡོད་ཞིག་དགོས་ཀྱི་ཡོད་པའི་རྒྱུ་མཚན་ག་རེད་ཟེར་ན། གལ་ཏེ་དེ་མེད་ན་ལ་རེད། བརྟེན་ས་ཨ་ནི་བདེན་པར་གྲུབ་པ་གཅིག་མེད་པ་ཡིན་ན་ལྟ་འོས་བཞག་ཐུབ་ཀྱི་མ་རེད་ལ་འདས། གལ་ཏེ། འཁོར་བ། བཏགས་ཡོད་འདི་སྐད་དེ། དངོས་པོའི་རྟེན་ཅན་ཡིན། བདེན་པར་འགྲུབ་པའི་རྟེན་ཅན་རེད། རྒྱུ་མཚན་ག་རེད་ཟེར་ན། དེ་མ་ཡིན་ན་དེ་ནི་ཞེས་པའི་ཚིག་འདི་སྐད། དེ་ལས་གཞན་དུ་ནི་གོ། ད་ལྟ་འདི་དེ་ནི་ཟེར་ཏེ། དེ་ལས་གཞན་དུ་ནི། དེ་འདྲ་མ་ཡིན་ན། དེ་ལས་གཞན་དུ་ནི། དེ་ལས་ནི། ད་རིང་པོ་དེ་དང་ནི་གཉིས་ཀྱི་བར་ལ་ལ་ས་ལས་ཀྱི་འཁོར་བ་བརྒྱབ།

སྟོང་བསམ། ཨ་ནི། ཐོག་རེག་རྟགས་ཐོག་རེག་གང་ཡང་མེད་པ། ཨ་ནི་ཅིག་བསྡུ་བ། དེ་ནང་བཞིན་བྱས་ནས། གལ་ཏེ་འཁོར་བ་པ་ལ་སོགས་པ་འདི་སྐད་དེ། རྫས་ཡོད་ཞིག་ལ་བརྟེན་ནས་རྟགས་བཞག་པ་ཅིག་མ་ཡིན་པ། རྫས་ཡོད་བདེན་པར་གྲུབ་པ་ཞིག་ལ་བརྟེན་ནས་བཏགས་པ་ཞིག་མ་ཡིན་པ། ཡིན་ན། ཨ་ནི་འཁོར་བ་སའི་འཁོར་བ་པ་དེ། བ། རང་གི་ངོས་ནས་ཡོད་པ། ཡིན་རྒྱུ་བ་འདི་ཡིན་ཟེར་ཅིག་བཞག་རྒྱུ་མེད་པ་ཆགས་ཀྱི་རེད། ཡིན་ན་ཡང་འཁོར་བ་པ་ཟེར་མཁན་དེ་བ་རྩལ་ཁ་ཕྱེ་ན།

བ་དག་དེས་བསྲུང་བར་རོ། དེ་ལས་གཞན་དུ་མཁའ་འདྲ་རུ་གྱུར་བྱས། འོ་དེ་ཡན་ཆད་ཀྱི་སེམས་ཙམ་པའི་འདོད་པ་རེད། ད་སེམས་ཙམ་པའི་འདོད་པ་རྡོག་རྡོག་དེ་ག་རེ་རེད་གསུངས། བཏགས་ཡོད་ཡིན་ན། ངེས་པར་དུ་རྫས་ཡོད་བདེན་གྲུབ་ཞིག་ལ་བརྟེན་དགོས་རེད། རྫས་ཡོད་བདེན་པར་གྲུབ་པའམ་རང་ངོ་ནས་གྲུབ་པ་ཞིག་ཨ་ནི་བཞག་རྒྱུ་མེད་ན། ཨ་ནི་ཅིག་གིས་བཏགས་ཡོད་བཞག་ཐུབ་མ་རེད་བི་ར་བ། ད་འདི་བ་ལུ་སེན་ཙམ་པའི་འདོད་པ་བྱས། ད་དེ་ནས། དེ་འདྲ་བའི་འདོད་པ་དེ་ལ་ད་དབུ་མ་ཐང་རྒྱུ་བའི་བཀག་ཡ་དེ་ལ། དངོས་མེད་དངོས་ལ་བརྟེན་པས་ན། བྱེད་དང་ལྡན་པ་ཇི་ལྟར་འགྱུར་ས་ཚུལ་ལབ་པ་རེད། ད་ཚུལ་ག་རེ་ལབ་པ་རེད་ལབ་ཡིན་ན། འདས་སྟོང་པ་དུ་བས། དངོས་མེད་དངོས་ལ་བརྟེན་པས་ན། དངོས་མེད་ཟེར་ཡ་དེ་བདེན་པར་མེད་པ། སྣང་ཡང་མི་བདེན་པའི་རྫུན་པ་སྒྱུ་མ་ལྟ་བུ་ཞིག་ལ་དངོས་མེད་ལ་དེ་ཡང་དང་དངོས་མེད་ཟེར་དུས་དོན་སྤྱི་མཐུན་པ་མ་ཡིན་པ་ཟེར་གི་ཡོད་མ་རེད། རེད་བ། བདེན་པར་མེད་པ་བདེན་པའི་དངོས་པོ་མེད་པ་དེ་འདྲའི་གི་ཆོས་ཅན་གཅིག། དངོས་ལ་བརྟེན་པས་ན། བདེན་པར་མེད་པ་རྫུན་པ་ལྟ་བུའི་གི་ཆོས་ཅན་དེས་དངོས་ལ་བརྟེན་ཟོས་དུས་ཨ་ནི། ཆོས་བདེན་པར་གྲུབ་པ་བདེན་གྲུབ་རྫས་ཡོད་ཞིག་ལ་ཨ་ནི་བརྟེན་པ་ཡིན་ན། དངོས་མེད་དངོས་ལ་བརྟེན་པས་ན་བརྟེན་པ་ཡིན་ན། དེ་འདྲའི་ལགས་པ་ཡིན་ན་ད་བྱད་དང་ལྡན་པ་ཇི་ལྟར་འགྱུར་སླ་པོར་ད་བྱད་དང་ལྡན་པ་ཟོས་པའི་བྱ་བ་བྱས་པ་དེ་བཞག་ཐུག་མ་རེད་ལ་ད་དཔེ་ན་འདུག་ལ་ད་གང་ཟག་ད་ཡོད་ཟས་ཀྱི་གང་ཟག་ཟས་དེ་ཨ་ནི་གར་སོང་རེད་ད་བདེན་པར་གྲུབ་པ་ཞིག་ལ་བསྟན་བྱས་ཡོད་པ་ཡིན་ན་ཨ་ནི་གར་ཆགས་རེད་གང་ཟག་དེ་བདེན་གྲུབ་ཆགས་རེད་གང་ཟག་རང་ངོར་ཡོད་པ་ཆགས་རེད་གང་ཟག་རང་ངོར་ཡོད་པ་ཡིན་ན་ཨ་ནི་གར་ཆགས་པ་རེད། གང་ཟག་དེ་དང་དེ་གཞན་རང་དབང་གིས་ཡོད་པར་ཆགས་རེད། གང་ཟག་དེ་རང་དབང་གིས་ཡོད་པ་ཡིན་ན་ག་རེ་ཆགས་པ་རེད་གཞན་ལ་ལྟོས་པ་མེད་པར་བཅས་ཀྱིས་ཆགས་པ་རེད། གཞན་ལ་ལྟོས་པ་མེད་པའི་རང་དབང་གིས་གྲུབ་པའི་ཆོས་ཅིག་ཡིན་ན་ག་རེ་ཆགས་པ་རེད། དེ་འདྲའི་རང་དབང་གིས་གྲུབ་པ་ཞིག་གི་ཐོག་ནས་བྱ་བ་བྱེད་པ་ལ་སོགས་པའི་བྱ་བྱེད་ཀྱི་ལས་དེ་བྱ་རྒྱུ་མེད་པར་ཆགས་རེད། དེ་འདྲ་ཡིན་པ་ཡིན་ཙང། གང་ཟག་ལྟ་བུ་གང་ཟག་ལ་སོགས་པའི་ཆོས་རྣམས་བདེན་པར་གྲུབ་པ་ཡིན་པ་ཡིན་ན། ཨ་ནི་གང་ཟག་ལ་སོགས་པའི་ཆོས་དེ་ཚོ་རང་དབང་གིས་གྲུབ་པར་འགྱུར་བས། ཨ་ནི་གཞན་ལ་ལྟོས་པ་མེད་པའི་བྱེད་པ་པོ་བཞག་པ་རེད། དེ་བཞག་པ་ཡིན་ན་ཨ་ནི་དེའི་བྱ་བ་བྱེད་པ་ལྟོས་མེད་ཀྱི་རང་དབང་དུ་ཡོད་པའི་བྱེད་པ་པོས་ཨ་ནི་བྱ་བ་བྱས་པ་དེ་སྐད་དེ་བཞག་ཐུབ་པ་མ་རེད། དེ་འདྲ་ཡིན་པ་ཡིན་ཙང། བྱད་དང་ལྡན་པ་ནི་ཇི་ལྟར་འགྱུར་ཏེ་མི་འགྱུར་རོ། དུག་གསུམ་ད་རྩོད་པ་འདི་གནད་འགག་ཏུ་འདི་རེད་དོ། རང་ངོ་ནས་ཡོད་ན་བྱེད་པ་པོ་བཞག་ཐུག་མ་རེད། བྱ་བ་བཞག་ཐུག་མ་རེད། དུག་གསུམ་མ་རྩོད་ཡོང་གི་འདུག་བ། རང་རྒྱུད་པ་མན་ཆད་ཀྱིས་རང་ངོ་ནས་ཡོད་བྱེད་པ་པོ་ཡང་ཡོད་བྱ་བ་ཡང་ཡོད་ཟེར་ཨུ་ཚུགས་སྐྱོན་གྱི་ཡོད་རེད་དེ་ཐལ་འགྱུར་བའི་ངོས་ནས་བལྟས་ན་ད་ཁྱོད་ནི་རང་ངོ་ནས་གྲུབ་པ་ཡིན་རང་དབང་གི་ཡོད་ཚང་ན་ཨ་ནི་བྱ་བྱེད་རྒྱུད་ནས་ཐལ་གྱི་མེད་པ་དེ་གསལ་པོ་རེད། བྱས་དང་ལྡན་པ་ཇི་ལྟར་འགྱུར། འདི་བྱས། དེ་འདྲས་འདི་འདི་ཀྱི་སེམས་ཙམ་པ་བག་ཀ། ད་སེམས་ཙམ་པ་འདི་བག་ཀ་ཡོང་དུས་ད་ག་རེ་ཆགས་པ་རེད་ལགས་ན། ཁྱོད་ཀྱི་སེམས་ནི་གྲོགས་མེད་པར་གཅིག་པུ་ཉིད་དུ་གྱུར་བ་ཡིན་ལ། ད་ཁྱོད་ཀྱིས་ཟེར་དུས་སེམས་ཙམ་པ་ཁྱོད་རང་གི་ལུགས་ཀྱིས་ཟེར་བ་ད་སེམས་ཙམ་པ་ཁྱོད་རང་གི་ལུགས་ཀྱིས་བྱས། སེམས་ནི་ཟེར་དུས་ག་རེ་ཆགས་པ་རེད། ཡུལ་ཅན་སེམས་བདེ་པར་གྲུབ་པ་ཁ་སང་ནས་ཁོ་རང་དབུ་གཙུག་བརྒྱབ་ནས་ལ་བསྡད་མི་འདུག་བས། ཕྱི་རོལ་དོན་དུ་གྲུབ་པ་མེད། ནང་སེམས་བདེ་པར་གྲུབ་པ་ཡིན་ཟེར་ནས་ཁ་སང་ནས་བཤད་པར་བ། ད་ལྟ་ཡང་དབུ་གཙུག་བརྒྱབ་ནས་གང་ཟག་ཨ་ཡོད་པ་ཞིག་ཨ་ནེ་ཡིན་ཚར་བའི་ཞུ་གུ་ལ་མཛེ་ཡོས་ཞིག་ལ་བསྟན་དགོས་རེད། དེ་འདྲ་ཡིན་ཙང་གང་ཟག་དེ་ཨ་ནེ་མཛེ་ཡོས་ཞིག་ལ་བསྟན་པའི་རྒྱུ་མཚན་ག་རེ་ཕུང་པོ་ང་ལ་བསྟན་ཡོད་རེད། ཕུང་པོ་ལྔ་ཡི་ནང་ནས་ཡང་དག་བ་བསྟན་ཡོད་རེད། རྣམ་པར་ཤེས་པའི་ཕུང་པོ་ལ་བསྟན་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། རྣམ་པར་ཤེས་པའི་ཕུང་པོ་ཟེར་བ་དེ་རྫས་ཡོད་བདེན་པར་གྲུབ་པ་ཨ་ནི་རེད། ཕྱི་རོལ་དོན་དུ་གྲུབ་པ་ཡོད་རེད་པས་ཡོད་མ་རེད། ཡིན་ནས་ཡུལ་ཅན་རྣམ་པར་ཤེས་པ་དེ་བདེན་པར་གྲུབ་པ་རྫས་ཡོད་དེའི་ཐོག་ནས་ཡོད་རེད་ཟེར་ནས་ཁོ་རང་གིས་དུ་ཁས་ལེན་པར་བ། ད་ཁས་ལེན་ཡོང་དུས་དབུ་མ་ཐང་རྒྱུད་བེད་ཀྱིས་ཁ་སང་རྟགས་གསལ་མང་པོ་བཏང་སོང་ཨ། ཕྱི་རོལ་དོན་དུ་གྲུབ་པ་མེད། ཆོས་ཐམས་ཅད་ནང་སེམས་ཀྱི་སྣང་བ་ཙམ་ཡིན་ཟེར་ནས་ཆོས་ཐམས་ཅད་ནང་སེམས་ཀྱི་རྣམ་པ་ཤར་བ་ཙམ་ཡིན་ཟེར་ནས་སེམས་ཙམ་པའི་འདོད་པ་དེ་སེམས་ཙམ་པའི་དབུ་མ་ཐམས་ཅད་ཀྱི་གཅིག་བཏགས་ཚར་སོང་བ། ཡང་སེམས་དེ་རང་ངོ་ནས་ཡོད་ན་སེམས་ག་རིགས་ཀྱི་སྟོབས་བུ་རེད་ཟེར་དུས་རང་རིགས་ཀྱི་སྟོབས་བུ་རེད་ཟེར་དུས་རང་རིགས་ཀྱི་བག་ཅིག་བཏགས་ཚར་སོང་བ། ད་དེ་ནས་ཡང་ད་ལྟ་དེ་ལ་གང་ཟག་བཏགས་ཡོད་ཡིན་བཏགས་ཡོད་ཡིན་ཚ་དུས་རྫས་ཡོད་ཞིག་ལ་བརྟེན་དགོས་རེད་གང་ཟག་དེ་རྫས་ཡོད་ལ་བརྟེན་གྱི་རེད་རྫས་ཡོད་ག་བ་བརྟེན་གྱི་རེད་ཟེར་ན་ཕུང་པོ་ལྔ་ཕུང་པོ་ལྔ་ཡི་ནང་ནས་མཐར་ཐུག་པ་དེ་སེམས་ལ་བརྟེན་གྱི་རེད་ཟེར་ནས་བཤད་ཡོང་དུས་ཡང། དབུ་མ་ཐང་རྒྱུད་པས་ཀྱི་གང་ཟག་ཨ་ནི་རྫས་ཡོད་ཡིན་ན་བདེན་པར་སྒྲུབ་པ་རང་དབང་གི་ཡོད་པ་ཐལ་སྒྲུབ་རེད་ད་ལྟ་གང་ཟག་ཟ། ཆོས་ལ། ཤེས་བྱ་ཡི་རིགས་ཀྱི་ནང་ལ་རྫས་ཡོད་ཀྱི་ཁས་བླངས་ན་བདེན་པ་སྒྲུབ་པར་ཐལ་འགྲོ་གི་རེད་བྱ་བ་བྱས་པ་མེད་པར་བཞག་ཐུབ་ཀྱི་རེད་དེ་འདྲ་ཡིན་ཙང་སེམས་ཀྱི་སེམས་ངན་དེ་ཡང་རྫས་ཡོད་དེ་འགྲུབ་མ་རེད་དེ་ཡིན་ན་བྱ་བྱེད་མི་འཐད་པར་ཆགས་ཀྱི་རེད་ཟེར་ཡང་སྡུག་རྟགས་སོང་ད་སྡུག་ཆ་ཚང་ཅིག་ད་ལྟ་སེམས་ཙམ་པས་ཀྱི་སེམས་ཀྱི་རྣམ་གཞག་གི་ཐོག་ནས་འགྲེལ་བཤད་རྒྱ་ཡ་མང་པོ་ཅིག་རང་ངོ་ནས་གྲུབ་པས་ཀྱི་རྩ་བའི་དམ་བཅའ། རྩ་བའི་ཁས་ལེན་རྩ་བའི་དམ་བཅའ་སེམས་རང་ངོར་འཁྲུལ་བ་ཅིག་གཞི་ལ་བཞག་ནས་འགྲེལ་བཤད་རྒྱག་གི་ཡོད་ཀྱང་འདི་གའི་ཆ་ཚང་བརྟག་ཚར་བ་ཡིན་དུས་ད་དབུ་མ་ཐང་རྒྱུད་བོད་ཀྱི་སེམས་ཙམ་པ་ལ་ཁྱོད་རང་གིས་རང་ངོ་ནས་འཁྲུལ་བའི་སེམས་ཀྱི་ཐོག་ནས་སྐད་ཆ་བཤད་ཡ་མང་པོ་ངས་བཀག་ཚར་ཡིན། དེ་འདྲ་ཡིན་ཙང་ད་ཁྱོད་རང་གིས་སེམས་ཡོད་ལ་ཡག་གི་སེམས་དེ་གར་ཆགས་རེད་ལབ་ན། ཨོ། སེམས་ཙམ་པ་ཁྱོད་ཀྱི་ལུགས་ཀྱི་སེམས་ནི་ཁྱོད་ཀྱི་སེམས་ནི། གྲོགས་མེད་པར་ཟུར་ཙམ་པ་ད་ཁྱོད་རང་གི་སེམས་དེ་ལ། ཡུལ་སྣང་བའི་སྣང་བ་བརྗོད། ཡུལ་རྣམ་པར་ཤར་ནས་ཡུལ་གྱི་ཞག་གེ་ལ་ཡ་དེ་རྒྱན་བཀག་ཚར་རེད། སེམས་དེ་ལ་མྱོང་བྱེད་ཀྱི་རང་རིག་ཡོད་ཟེར་ཏེ་བཀག་ཚར་རེད། སེམས་རྫས་ཡོད་ཟེར་ཏེ་ན་བཀག་ཚར་རེད། ད་ཁྱེད་རང་ག་རེ་ད་སེམས་ཟེར་ཡ་དེ་གཞན་གང་ལ་ཡང་ལྟོས་པ་མེད་པ་འཁྲུག་ངོ་སོ་ཨ་ནི་གང་ལ་ཡང་གྲོགས་ཨ་ནི་གྲོགས་མེད་པ་རང་དང་མཚུངས་ལྡན་གྱི་ཤེས་པ་གང་ཡང་བཞག་མ་ཐུབ་ངེས། ཨེ་འགྲིག་ཅིག་ཆགས་པ་རེད། དེ་འདྲ་ཡིན་ཙང་ཁྱོད་ཀྱི་སེམས་ནས། ཕྲུ་གུ་སོགས་ཀྱི་གྲོགས་མེད་པར། ཁྱོད་ཀྱི་སེམས་ནས་གྲོགས་མེད་པར། གཅིག་པུ་ཉིད་དུ་གྱུར་བ་ཡིན། སེམས་དེ་རང་རིག་རང་གསལ། ཁོ་རང་གིས་ཁོ་རང་ཤེས། ཁོ་རང་གིས་ཁོ་རང་གསལ། གྲོགས་ཁྱོད་ནི་མེད་རྐྱེན། ཨཱ་ནི། མཚུངས་ལྡན་གང་ཡང་མེད་བསྡད་རྐྱེན། ཨཱ་ནི། ཕྲུ་གུ་སོགས་ཀྱི་སྣང་བ་གང་ཡང་ཤར་རྒྱུ་མེད་བསྡད་རྐྱེན་ཨེ་འགྲིག་ཅིག་ཆགས་སོང་ང་ལ་བར། ཅན། ཁྱོད་ཀྱི་སེམས་ནི་གྲོགས་མེད་པར་གཅིག་པུ་ཉིད་དུ་འགྱུར་བ་ཡིན་ས་ཁྱེད་རང་དེ་ཐལ་སོང་ལ། ད་དེ་ཐལ་བ་ཡིན་པ་ཡིན་ཙང་ད་ག་རེ་ཆགས་རེད། ད་གལ་ཏེ་ཁྱོད་རང་གིས་ད་དུང་ཨུ་ཚུགས་རྒྱག་གི་ཡིན་ན་སེམས་ཅན་ཐམས་ཅད་ལ་སེམས་ཡོད་སེམས་བདེ་བས་རང་གིས་རང་འབྲི་གི་རེད་རང་གིས་རང་སེལ་གི་རེད་འཁྲུལ་པ་ལ་སོགས་པའི་འཁྲུལ་སོ་དེ་དེ་ནས་སྐྱོན་ཡོད་མ་རེད་ཟེར་ནས་ཁྱེད་རང་གལ་ཏེ་འདི་འདྲའི་ཅིག་ཁྱེད་རང་ཁས་ལེན་གྱི་ཡིན་ན། འོ་ན་སེམས་ཅན་ཐམས་ཅད་སངས་རྒྱས་ཡིན་པ་ཐག་ཐག་གསལ་བཏང་ཐུབ། གང་ཚེ། དེ་འདོད་ན་ལ་དེ་འདོད་ན་ཟེར་དུས་ཁྱོད་ཀྱི་སེམས་དེ་གྲོགས་མེད་པ་གཅིག་པུ་ཉིད་དུ་འགྱུར་བར་འདོད་ན། ད་གང་གི་ཚེ། སེམས་ཅན་ཀུན་གྱི་སེམས་ནི་གང་ཚེ་སེམས་ནི་སེམས་དེ་སེམས་ཅན་ཐམས་ཅད་ཀྱི་སེམས་ནི། གཟུངས་བྲལ་བ་ཟད་པས་གཟུངས་རྟོག་གི་འཁྲུལ་པའི་དྲི་མ་ཐམས་ཅད་དང་བྲལ་བ་ཡིན་ལ་བ་ཁས་ལེན་པ་རེད། བན་ཆུང་མ། ཁོ་ལ་རྣམ་པ་བཞག་ཡ་མེད་བ་རྣམ་པ་ཚང་མ་བཀག་ཚར་བ། རེད་བ། ཕྱི་རོལ་དོན་དུ་སྒྲུབ་པ་ནི་ཁྱོད་ཁས་མི་ལེན། བློ་ཡི་སྣང་ཙམ་རེད་ཞེས་པའི་བློ་ཡི་རྣམ་པ་ཤར་བའི་སྟེང་ནས་ཡུལ་བཞག་ཡ་དེ་ནི་བཀག་ཚ། ད་དེ་འདྲ་ཡིན་ཙང་འཁྲུལ་ཡ་གང་ཡང་མེད། དེ་འདྲ་ཡིན་པ་ཡོད་འདོད་ད། སེམས་ཙམ་པ་ཁྱོད་རང་གིས་ལུགས་གཞི་ཆགས་བྱས་ན་སེམས་ཅན་ཐམས་ཅད་ཀྱི་སེམས་ནི་གཟུངས་རྟོག་གི་དྲི་མ་དང་བྲལ་བ་ཡིན་ལ་བ་རེད། དེ་ཡིན་ལ་ན་དེ་ཚེ་ཞེས་པའི་དེ་ཡིན་པ་དེའི་ཕྱིར། ཐམས་ཅད་དེ་བཞིན་གཤེགས་སེམས་ཅན་ཐམས་ཅད་དེ་བཞིན་གཤེགས་པ་ཡིན་པ་དག། ཡིན་པ་དག་སེམས་ཅན་ཐམས་ཅད་འཁྲུལ་པའི་རྣམ་རྟོག་དང་བྲལ་བའི་སེམས་དང་ལྡན་པ་ཡིན་པའི་ཕྱིར་རོ། དེ་དང། རེ་ཟུང་ང། ཞེས་པ་དེ་ཚེ་ཐམས་ཅད་དེ་བཞིན་གཤེགས་ན། སེམས་ཅན་ཐམས་ཅད་འབད་མེད་དུ་གྲོལ་བའི་ཐལ་བ་འོ། དེ་དང། ད་དེ་ལྟ་ནས་ཨཱ་ནི། ད་དུང་རེ་བ། ཁོ་རང་ངོས་ནས། ཨ་ནི། རང་གི་སེམས་ཙམ་པ་རང་གི་ལྟ་གྲུབ། ལྟ་གྲུབ་ལ། སྐྱོན་ཆ་མཐོང་གི་མཐོང་གི་ལ་ད་དུང་ཁྱེད་རང་ཨུ་ཚུགས་རྒྱག་ནས་བཞག་གི་ཡིན་པ་ཡིན་ན། ཁྱེད་རང་གི་ལྟ་གྲུབ་དེ་ཚད་མས་གནོད་པ་དང་བཅས་པ་རིག་པ་དང་འགལ་སོང་ཨ། ཚད་མས་གནོད་པ་དང་བཅས་པ་རིག་པ་དང་འགལ་བའི་ལྟ་གྲུབ་དེ་གཞི་ལ་བཞག་པའི་ཐོག་ནས་ལམ་ལ་སོགས་པ་ག་རེ་བསྒོམ་ན་ཡང་ཕན་ཐོགས་གང་ཡང་མི་འདུག་ཨ། དེ་འདྲ་ཡིན་པ་ཡིན་ཙང་ཁྱེད་རང་གི་ལྟ་གྲུབ་དང་ཁྱེད་རང་གི་ལུགས་གཞི་བཞག་བྱས་པ་ཡིན་པ་ཡིན་ན། དོན་དག་མེད་པར་ཆགས་ཀྱི་འདུག་སེམས་ཐག་འདི་རེད། དེ་ལྟར་ན་ཡང་སེམས་ཙམ་དུ་བརྟགས་ལ་ཡོན་ཏན་ཅི་ཞིག་ཡོད། དེ་ལྟར་ན་ཡང། དེ་ལྟ་བུ་འདོད་ན་དེ་འདྲེས་པའི་སྐྱོན་ཡོད་ཀྱི་ཡོད་ཀྱི་ཁས་ལེན་གྱི་ཡིན་ན་དེ་ལྟར་ན་ཡང། སེམས་ཙམ་དུ་བརྟགས་ལ་ཆོས་ཐམས་ཅད་ནང་སེམས་ཀྱི་བདག་ཉིད་ཙམ་ཡིན་ཞེས་ནས་གྲུབ་རྟེན་གྱི་སྒྲོ་བཏགས་ཡ་དེ་ལ་ཡོན་ཏན་ཅི་ཞིག་ཡོད་རེད་བ། དེ་འབྲེལ་གྱི་ལྟ་གྲུབ་དེ་གྱིས་ཨ་ནི་ཕན་ཐོག་ཨ་ནི་ཡོན་ཏན་ལྟ་གྲུབ་དེ་ཡི་ཐོག་ནས་ས་ལམ་བགྲོད་ཡ་ཨ་ནི་ཡོན་ཏན་ཁྱད་ཆོས་ཅི་ཞིག་ཡོད་དེ་གང་ཡང་མི་འདུག་ལབ་ད་ད་དེ་གི་སེམས་ཙམ་པ་ཆ་ཚང་བཏགས་རེད་ད། དེ་ད་ན་ཡང་སེམས་ཙམ་དུ་བཏགས་ལ་ཡོན་ཏན་ཅི་ཞིག་ཡོད་ཟེར་བ་ད་དེ་འགྲིག་སོང་ཨང་ཡ།

སེམས་ཙམ་པ་བཀག་ཡག་སྟེ་སེམས་ཙམ་པ་བྱེ་བྲག་ཏུ་བཀག་པ་ཟད་པའི་ཚ་བ་རེད་བ། ད་འདི་མན་འཇལ་ནས་ཨ་ནི། ས་བཅད་གཞན་དག་ཅིག་ཐོན་ཡོང་གི་འདུག་བ། ས་བཅད་གཞན་དག། འདི་མན་འཇལ་ནས་ས་བཅད་ག་རེ་ཡོང་གི་འོ་རེད་ལགས་ན། ཨོ། གསུམ་པ་ལམ་དབུ་མ་ལ་གོ་ནུས་མེད་པར་ཐལ་བ་སྤངས་པ་འདི་ལེགས་རེད། ད་འདི་མན་འདི་ནས་མ་བྱས་ནས་ཨ་ལེ་ངས་ཁྱེད་ཚོ་ཅིག་ཞུས་ན། སྒྱུ་མ་ལྟ་བུར་བཤད་ན་ཡང་ཟད་འདི་ནས་བྱས་ཅིག་ཀློག་གི་ཡིན་ད། གཞུང་མ་འཛིན་དྲ་ཐོག་ཡ་དེར་རྒྱུ་མ་ལྟ་བུར་བཤད་ན་ཡང་ཇི་ལྟར་ཉོན་མོངས་ལྡོག་གྱུར་ཏེ་དང་ཚེ་རྒྱུ་མེད་དྲོད་མེད་ལ་དེ་ཇི་སྙེད་ཀྱང་ཆགས་སྐྱེས་སྐྱུར། དེ་བྱེད་པ་ནི་ཤེས་བྱ་ལ་ཉོན་མོངས་བག་ཆགས་མ་སྤངས་པ་དེ་ནི་དེ་སྟོང་བ་ན་སྟེ་སྟོང་ཉིད་བག་ཆགས་ཉམ་ཆུང་ངེས། སྟོང་ཉིད་བག་ཆགས་གོམས་པས་ནི་དངོས་པོའི་བག་ཆགས་སྤོང་འགྱུར་ཞིང་ཅི་ཡང་མེད་ཅེས་གོམས་པས་ནི་དེ་ཡང་ཕྱིས་ནི་སྤོང་བར་འགྱུར། གང་ཚེ་གང་ཞིག་མེད་དོ་ཞེས། རྟག་ཆད་དངོས་པོ་མི་དམིགས་པ་དེ་ཚེ་དངོས་མེད་རྟེན་བྲལ་བ་བློ་ཡི་མདུན་ན་ཇི་ལྟར་གནས། དང་ཚེ་དངོས་དང་དངོས་མེད་དང་བློ་ཡི་མདུན་ན་མི་གནས་པ་དེ་ཚེ་རྣམ་པ་གཞན་མེད་པས་དམིགས་པ་མེད་པར་རབ་ཏུ་ཞིག་དེ་བར་དོ་རེད། བྱས་ཙང་གཞུང་མང་འཛིན་གྲྭ་དེ་ལ་ས་བཅད་གསུམ་ཡོད་རེད། ས་བཅད་དང་པོ་དང་གཉིས་པ་གཉིས། ག་ཚུགས་རེད། གོ་བདེ་པོ་གཅིག་དང་ད་ལྟ་བའི་གནས་ཞིག་ཏུ་བྱེ་བྲག་ག་ཡོད་མ་རེད། ད་དེ་ནི་ས་བཅད་གསུམ་པ། སྟོང་ཉིད་བག་ཆགས་གོམས་པས་ནི་ཟེར་དེ་ནི་མ་གནས་འགའ་ཆེན་པོ་ཡོད་པ་དང་ལྷག་པར་དུ། ཨ་ནི་དབུ་མ་ཐང་རྒྱུད་པའི་ལུགས་ཀྱིས། ཨ་ནི་ཟབ་མོ་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་ཡ་དེ། ཨ་ནི་དབུ་མ་ཡིན་དང་དེ་ཡི་ཕན་འདོགས་ཡོད་དང། ཨ་ནི་སྟོང་ཉིད་མ་བསྒོམ་པ་ལ་བརྟེན་ནས་རིམ་གྱིས་ས་ལམ་བགྲོད་དང། མཐར་ཐུག་ཨ་ནི་སངས་རྒྱས་ཀྱི་གོ་འཕང་བར་དུ་ཨ་ནི་སླེབས་ཀྱི་ཡོད་དང། འོ་དེ་གི་འགྲེལ་བཤད་བྱེད་དང་ངས་ད་ལྟ་འདུ་ཤེས་པ་ཡིན་ན་ཆོས་ཚུལ་གྱི་ཐོག་ནས་ཅིག་ཉུང་དྲགས་པའི་སྐྱོན་ནོར་བུ་ཆགས་ཀྱི་འདུག་ཡང་ཕྱེད་ཀ་བཞག་ཕྱེད་ཀ་བཞག་ཕྱེད་ཀ་བཤད་ཕྱེད་ཀ་བཞག་ན་ཡང་ཡག་པོ་འདྲ་ཅིག་མི་འདུག་བྱས་ཙང། གཞུང་མང་ང་ཚོ་བཅུ་མཇུག་དེ་ཚོའི་ལྟས་ཟེར་མ་ང་བྱས་ནས་དེ་གནད་འགག་ཡོད་སང་གཞུང་མ་རེ་ཞུ་རྒྱུ་བྱས་ཨ་གཞུང་མ་རྣམ་པ་ཚོ་ཚང་མ་ཕེ་རོ་བྱས་ཞུ་ཡ་རེད་ད་དེ་གཞུང་མ་དེ་དབུ་མ་ཐང་རྒྱུད་པའི་སྟོང་ཉིད་ཀྱི་གནད་འགག་ཅིག་ཐོན་འདུག་གི་བ་འོ་དེ་ད་དེང་དུ་འུ་ཅི།